རྣམ་པ་ཚོ་ལ་བཀྲ་ཤི་ལེགས་ཞུའི་དང་དེ་ནས་ང་བཀྲ་ཤིས་ཡིན། ནི་འདི་རིང་ངས་འདི་ལ་དེ། ཐུན་མོང་གཉིས་སྔོན་འགྲོ་ག་ལ་ནི་ཞུ་ཡ་ཡིན། ད་ཐུན་མོང་སྔོན་འགྲོའི་ནང་ནས་ཀྱང་དེ་རིང་བཀའ་སུ་བབས་པ་དེ་ལ་ནི་བདག་ཆོས་རྙེད་དཀའ་བ་དེ་རེད། ད་དེ་བདག་ཆོས་རྙེད་དཀའ་བ་དེ། ནི་ག་འདྲས་ཅིག་གོ་འབུག་གི་ཡོད་པ་དང་ཨ་ནི་དེ་ག་རེ་གི་ཆེད་དུ་གོ་འབུག་གི་རེད་ཟེར་ལབ་པ་ན་ཨ་ནི་འདིའི་སྐོར་ལ་ངས་མདོར་བསྡུས་ཞུ་ཡ་ཡིན་ད་འདི་ཡང་ང་རང་ཚོ་ད། ང་རང་ཚོ་ད་ཀརྨ་ཀམ་ཚང་ལུགས་ཀྱི་ཨ་ནི། བཀའ་ཤུ་བ་དེ། སྔོན་འགྲོ།

ཐོབ་སྐ་གཅིག་ལ་ཟླ་རེ་འདོན་ཡོད་བྱ་ཟེར་ནས་རོ། དང་པོ་བསྒོམ་བྱ་དལ་འབྱོར་རིན་ཆེན་དེ་ཐོབ་སྐ་གཅིག་ལ་ཟླ་རེ་འདོན་ཡོད་བྱ་ཟེར་ནས་ད་དེ་ཐོག་མ་ཟླ་བ་བརྒྱད་དང་སྦྱོར་བ་བཅུ་ཚང་བ་མི་ལུས་རིན་ཆེན་མི་ལུས་རིན་པོ་ཆེ་དེ་བསྒོམ་བས་ཀྱི་ད་རྩ་ཚིག་ད་རྩ་ཚིག་འདི་ལ་སེམས་བློ་བཏང་ནས་དེ་ནས་བསྒོམ་བསྡད་རེད། རོ། ད་དེ་ལ་རྩ་ཚིག་དེ་ལ་སེམས་བློ་ག་རེ་ཅན་སེམས་བློ་བཏང་དགོས་ཀྱི་རེད་ཟེར་སླ་བ་ན་ད་དེ་ལ་ང་རང་ཚོ་གི་ད་ཟླ་བ་བརྒྱད་དང་སྦྱོར་བ་བཅུ་ཚང་བའི་མི་ལུས་རིན་པོ་ཆེ་དཔེ་མི་སྲིད་ཐོབ་སྐའོ་རྙེད་སྐའོ་ཨ་ནི་ང་རང་ཚོ་ལ་དཔེ་མི་སྲིད་སྐད་ཅིག་འདི་གི་མཐུན་རྐྱེན་ནམ་ཆ་རྐྱེན་དེ་ཚང་དཀའ་བ་ཡིན་པ་དེ་བསམ་བློ་ཡང་དང་ཡང་གཏང་དགོས་དགོས་རེད་ད་འདི་ལ་དང་པ་རྒྱུའི་སྒོ་ནས་ད་ད་ཆ་མི་ལུས་རིམ་བཞིན་ཐོབ་དཀའ་བ་དེ་ལ་རྒྱུའི་སྒོ་ནས་ཐོབ་པར་དཀའ་བ། ཨ་ནི་གར་སོགས་དེ་གྲངས་ཀྱི་སྒོ་ནས་ཐོབ་པར་དཀའ་བ་ཨ་ནི་ག་ནི་དཔེའི་སྒོ་ནས་ཐོབ་པར་དཀའ་བ་ཟེར་ནས་ཨ་ནི། ད་ག་བ་གསུམ་གྱི་སྒོ་ནས་ཐོབ་པར་དཀའ་བ་ཟེར་ནས་འདུག་བྱས་ནས་བཞག་ཡོད་ད་རྒྱུའི་སྒོ་ནས་རྙེད་པར་དཀའ་བ་དེ་ག་འདྲས་རེད་ཟེར་ལབ་པ་ཡིན་ན། རྒྱུའི་སྒོ་ནས་རྙེད་པར་དཀའ་བ་དེ་ད་ལྟ་ང་རང་ཚོ་རྒྱུད་ལ་དལ་བ་བརྒྱད་དང་ཨ་ནི་སྦྱོར་བ་བཅུ་ཚང་བའི་གིས་མི་ལུས་རིན་པོ་ཆེ་ཐོབ་བསྡད་པ་འདི་ཨ་ནི་སྟབས་ལེགས་སྟེས་དབང་གིས་ས་ནི་སྡུག་ཅིག་སྐྱེས་འོང་གནམ་གྱི་རྡོབ་འདི་ཟགས་ཡོང་བ་འདི་ནི་གང་གང་ཡང་མ་རེད། དེ་ཡང་ང་རང་ཚོ་གི་འདི་ལུས་འདི་ལ་ཐོབ་པ་དེའང་རྒྱུ་བཟང་པོ་ཅིག་དགེ་བ་བཟང་པོ་ཅིག་ཨ་ནི་བསགས་པ་འདི་སྔོན་དུ་འགྲོ་ཡོད་རེད་སྔོན་དུ་སོང་ཡོད་རེད་ཟེར་སྔོན་དུ་ག་ག་དུས་སོང་རེད་ཟེར་ན་ང་རང་ཚོ་གི་སྐྱེ་བ་སྔ་མ་ལ་སྐྱེ་བ་སྔ་མ་ལ་ཡང་ང་རང་ཚོ་གི་པའི་ལུས་ཀྱི་སྒོ་ནས་དགེ་བ། ངག་གི་སྒོ་ནས་དགེ་བ། ཡིད་ཀྱི་སྒོ་ནས་དགེ་བ། ཕུན་ཚུན་ཚོགས་པ་ཅིག་ཡག་པོ་ཅིག་བསགས་པའི་གྱི། རྒྱུའམ་བསགས་པའི་གྱི་སྟོབས་ལ་བརྟེན་ནས། དེ་ཡི་འབྲས་བུ་དེ་ད་ནི་ང་རང་ཚོ་ལ་དལ་འབྱོར་མི་ལུས་རིན་པོ་ཆེ་དེ་ཐོབ་བསྡད་ཡོད་རེད། དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་གྱི་དལ་འབྱོར་བཅོ་བརྒྱད་ཚང་བའི་གྱི་མི་ལུས་རིན་པོ་ཆེ་དེ། ང་རང་ཚོ་ལ་རྒྱུ་བཟང་པོ་ཅིག་སྔོན་དུ་སོང་ནས་ནི་ཐོབ་བསྡད་ཡོད་རེད། འདི་རྒྱུན་དུ་བཟང་པོ་སྔོན་དུ་མ་སོང་བ་ནི་ང་ཚོར་འདི་ཐོབ་དཔེ་ཡོད་མ་རེད་ཟེར་ནས་ད་མི་འཇིགས་མི་འཇིགས་ད་འདི་ཐོབ་པར་བྱེད་པ་ལ་ནི་ལུས་ཀྱི་དགོས་པ་ངག་གི་དགོས་པ་ཨ་ནི་ཡིད་ཀྱི་དགེ་བ་ལ་སོགས་ཕུན་སུན་སོགས་པ་དགེ་བ་ཕུན་སུན་སོགས་པ་ཚོགས་ཕུན་སུན་སོགས་པ་ཅིག་བསག་དགོས་དགོས་རེད་ཟེར་ནས་དེ་ནས་བསམ་བློ་ཡང་དང་ཡང་དུ་གཏང་དགོས་རེད། རེད་བ། བྱས་ཙང། དེ་འདྲ་གི་རྒྱུ་བསགས་པ་ལ་བརྟེན་ཐོབ་དགོས་ཡོད་ན་ད་མ་འོངས་པ་ལ་ཡང་སྐྱར་ཁྱོད་རང་མི་ལུས་རིན་པོ་ཆེ་ཅིག་ཨ་ནི་ཟླ་བ་བརྒྱད་དང་སྦྱོར་བ་བཅུ་བདུན་གྱི་མི་ལུས་ཐོབ་དགོས་ཀྱི་ཡོད་ན་ད་ད་ལྟའི་སྐབས་སུ་ལ་གོ་ལ་དེ་ནི་ལུས་ཀྱི་སྒོ་ནས་དེ་ནི་ལྕགས་ཚལ་བ་དང་སྐོར་བྲོ་བ་ལ་སོགས་པ་དང་ང་ཡི་སྒོ་ནས་དེ་ནས་གཟུངས་སྔགས་མ་ཎི་བགྲང་བ་ལ་སོགས་པ་དང་དེ་ཡི་སྒོ་ནས་དེ་ནས་ག་རེ་བྱེད་དགོས་རེད། ཨཱ་ནི་བྱང་ཆུབ་སེམས་ཀྱི་ཀུན་སློང་བསམ་པ་བཟང་པོ་གཞན་ཕན་གྱི་བསམ་པ་ཨཱ་ནི་བྱང་ཆུབ་སེམས་ཀྱི་བསམ་པ་ཨཱ་ནི་ཤེས་རབ་ལ་སོགས་པ་དེ་ནི་ཐོས་བསམ་སྒོམ་གསུམ་ན་གཙོ་བོ་བསྒོམ་པའི་གྱི་ཉམས་ལེན་དེ་བརྗོད། ཕུན་ཚོགས་ཚོགས་པ་རྗེས་ནི་ཨཱ་ནི་ཚེ་འདི་གི་ཞེན་པ་དེ་བློས་བཏང་ཚེ་འདི་གི་དད་པ་ཆོས་བུ་ཉོན་ཅག་པ་བསགས་དེ་དེར་བློས་བཏང་ནས་ཚེ་ཕྱི་མ་ཡང་དོན་དུ་ཨཱ་ནི་བཀའ་ལས་སྐྱབས་དགོས་རུང་བ།

སྦྲང་འདྲ་བ་འདི་ག་ནས་བཞག་གི་འདུག་ན་ང་ཚོ་གི་ད་ཅི་ས་ཆ་ཆེན་པོ་འདིའི་སྟེང་གི་རྡུལ་ཕྲན་ནང་བཞིན་རེད། ད་ས་ཆ་ཆེན་པོ་འདི་ང་ཚོའི་ལུང་པ་འདྲ་བ་ཡིན་ན་ད་སྤང་ཐང་དང་ཞིང་ནང་དུ་ས་ག་ཚོད་འདུག་འདི་ནང་ལ་རྡུལ་ཕྲན་ག་ཚོད་ཡོད་ས་རེད། དེ་འདྲའི་ནང་བཞིན་གྱི་བེ་ག་ཚོད་ག་ཚོད་མོ་ག་ཚོད་ཡོད་རེད་ཟེར་བ་ང་ཚོ་གི་ད་ངན་སོང་གསུམ་གྱི་ལུས་དེ་རྣམས་ངན་སོང་གསུམ་གྱི་སྐྱེ་བ་བླངས་ཡས་འདི་ད་ག་ཚོད་འདྲ་ཚོད་བླང་བླང་རེད་ཟེར་དཔེ་མི་ཟེར་ལས་སླ་བ་དཔེ་མི་ཟེར། ག་ཚོད་གང་སྐྱེལ་སྐྱེལ་རེད་ཟེར་ལས་སླ་བ་ཞིག་སྐྱེལ་འགྲོ་གི་ཟེར་ན་ཡང་ང་རང་ཚོ་གི་མི་ལུས་རིན་པོ་ཆེ་བ་མི་ལུས་གཙང་པོ་ཅིག་མི་ལུས་མི་ལུས་ཙམ་ཅིག་ཐོབ་ཡས་ལ་ཡང་ཨ་ནི་དཔེ་འདྲ་བ་འགར་བཞག་ཚེ་ང་རང་ཚོ་གི་ད་སེན་མོ་ལག་པ་སེན་མོ་སྟེང་གི་ཨ་ནི་རྡུལ་ཕྲན་འདྲ་བ་ཅིག་རེད་ལག་པ་སེན་མོ་སྟེང་རྡུལ་ཕྲན་འགའ་ཚོ་ང་ཚོ་མཐོང་ཡང་མཐོང་གི་མ་རང་དེ་མིག་ཤ་མིག་གིས་མཐོང་ཡང་མཐོང་གི་མ་རེད་རོ་ཨ་ད་དེ་ལ་དེ་རྡུལ་ཕྲན་འདྲ་བ་ཅིག་མིག་ཤིག་བརྒྱབ་ན་མ་གཏོགས་ཅིག་མཐོང་གི་མ་རེད་དེ་འདྲ་གི་ད་ལག་པ་སེན་མོ

ད་དཔེའི་སྒོ་ནས་རྙེད་པར་དཀའ་བ་དེ་ད་ན། ད་འདི་ག་སོགས་དེ་བཤད་པའི་སྟེང་ན་ལ་དེ་ཕ་བོ་བློ་གྲོས་ཀྱིས་གསུངས་ཡོད་རེད་ད་དེ། རྩ་བ་དེ་དང་སྐྱོར་དེ་ན་ད་ཅིག་དུས་ཚོད་ཁ་ཟ་ཡ་ཞིག་མ་གཏོགས་ད་གང་ཟག་དཔེ་དེ་མ་ཁ་ཐུག་བཞག་བྱས་ན་དཔེ་ན་ད། རྒྱ་མཚོ་ཆེན་པོ་ཞིག་ཡོད་རེད་ད་དེ་རྒྱ་མཚོ་ཆེན་པོ་གི་ནང་ལ། འོག་དེ་ལ་ར་ཞབས་སྟེང་དེ་ལ་དེ་ནས་རུས་སྦལ་མིག་བྱ་ར་ཅིག་བསྡད་ཀྱི་ཡོད་རེད་ར་རུས་སྦལ་མིག་བྱ་ར་ཅིག་བསྡད་ཀྱི་ཡོད་རེད་ད་དེ་རུས་སྦལ་མིག་བྱ་ར་དེ་ལོ་བརྒྱ་བརྒྱ་ལ་ནི། རྒྱ་མཚོའི་སྒང་ལ་ཐོན་ཡོང་གི་ཡོད་རེད་ལོ་བརྒྱ་བརྒྱ་གནང་བ་རེད་ད། ཨ་ནི། ཐོན་ཡོང་པའི་སྐབས་སུ་ལ་དེ་ནས་རྒྱ་མཚོ་འདི་གི་ཨ་ནི། སྒང་འདི་ལ་དེ་ནས་ང་ཚོའི་ལུང་པ་ལ་གཉའ་ཤིང་ཡོད་པ་གླང་པོ་ཞིང་སྨོན་ག་ཚོད་གཉའ་ཤིང་འཇོ་བ་དེ་ནས་གཉའ་ཤིང་གཅིག་གཡུག་བཞག་པ་ཡིན་ན་རྒྱ་མཚོ་འདིའི་ནང་ལ་གཡུག་བཞག་པ་ཡིན་ན་དེ། གཉའ་ཤིང་དེ་ལ་ཧོག་དོང་འཇོ་བ་དེ་ཐག་པ་བཏགས་ས་ཧོག་དོང་འཇོ་བ། འོ་དེ་ལྷག་པ་དེའི་བཏགས་ས་ཡི་ཨི་ཁུང་གཉའ་ཤིང་གི་ཧོག་དོང་དེའི་ནང་ལ་ཨ་ནི། རུས་སྦལ་དེ་ལོ་བརྒྱ་བརྒྱ་ནས་མ་འདོན་བའི་སྐབས་སུ་ལ་ཨ་ནི་རུས་སྦལ་གྱི་འཇིང་པ་དེ་དེའི། གཉའ་ཤིང་གི་ཧོག་དོང་ནང་ལ་ཆུད་ཀྱི་རེད། ཁྱོད་རང་བསམ་ན་ཆུད་ཐུབ་ས་རེད་པས།

དེ་བས་ཀྱང་ཐོབ་དཀའ་བོ་རེད་དེ་ལས་ཀྱང་རྙེད་དཀའ་བོ་རེད་ལབ་པ་ཡིན་ན་ང་ཚོ་བསམ་བློ་ལ་ཤོང་ས་རེད་བས་ཐུགས་བསམ་ཡག་པོ་བཞེས་ནོར་བ། དེ་འདྲའི་ལྟ་བས་དཔེ་ར་བ་དེ་ཡང་ང་རང་མི་ལུས་རིན་པོ་ཆེ་ལྟར་ན་ཐོབ་བདེ་བ་དེ་ཧ་ཅང་ནས་ཀྱང་བས་རྩ་ཆེན་པོ་དཀོན་པོ་བས། ད་ག་ཟེ་གནས་ཆེན་པོ་ར་གནས་པ་ཆེན་པོ་ད་རིན་པོ་ཆེ་ནང་བཞིན་ལབ་རྒྱུ་མཚན་འདི་རེད་བ། བྱས་ཙང་ང་རང་བཞིན་གྱི་ཐོབ་བ་དེ་ལ་དགའ་བ་སྒོམ་དགོས་ཡོད་དང་ཨ་ནི་འདི་ཐོབ་བདེ་བ་དེ་ཆུད་ཟོས་སུའམ་འཕྲོ་བརླགས་སུ་མ་བཏང་བར་ཡག་པོ་འདི་ལ་འབད་བརྗོད་བཏང་དགོས་ཡོད་དེ་གལ་ཆེན་པོ་རེད་བ། ད་ང་རང་ཚོ་མཉམ་དུ་གསེར་རྡོག་རྡོག་གཅིག་སྐྱིད་ལོད་ཀྱི་ཡོད་པ་ན

སྐྱེ་བ་ཕྱི་མ་ལ་ཡང། ད་ག་ཅིག་སངས་རྒྱས་ཀྱི་གོ་འཕང་ཐོབ་པའི་དང་ཡང་ན། ཡང་བསྐྱར་མུ་མཐུད་ནས་མི་ལུས་རིན་པོ་ཆེ་ཐོབ་པའི་དང་ཡང་ན། མུ་མཐུད་ནས་དེ་ནས་ཅིག། ལུས་རྟེན་བཟང་པོ་ནས་བཟང་པོ་བཟང་པོ་ནས་བཟང་པོ་ཐོབ་པའི་ལ་དར་ན་ནི་ཡང། ལུས་སྒོ་ནས་ཕྱག་མཚམས་དང་ཀོ་ར་བྲོ་ཡས་དང་ནི་ངག་གི། ངག་སྒོ་ནས་མ་ཎི་བགྲང་ཡས་དང་ནི། གཟུངས་སྔགས་བྲོ་ཡས་དང་སྐྱབས་འགྲོ་སེམས་བསྐྱེད་ལ་སོགས་པ་སྟོན་པ་དུམ་པ། ཁ་ཏོན་དགེ་སྦྱོར་བྱེད་ཡས་དང་ཡིད་སྒོ་ནས་དེ་ནས། གར་སོགས་རེ། བྱང་ཆུབ་སེམས་སྐྱེ་ཡས་དང་ཀུན་སློང་བཟང་པོ་བཏང་ཡས་དང་ཨ་ནི་བསམ་བློ་བཟང་པོ་བཏང་ཡས་དང་དེ་ནས་གང་ལྟར་བསྒོམས་པའི་ཤེས་རབ་དེ་ཚོ་གོང་དྲུང་དུ་སྤེལ་ལ་བསམ་བློ་ཡང་དང་ཡང་དུ་བཏང་ཞི་གནས་དེ་ཚོ་བསྒོམས་ལྷག་མཐོང་དེ་ཚོ་བསྒོམས་དེ་ནས་རྗེས་དགོངས་བས་རེད་ཟེར་ལ། དེ་ནས་རྗེས་ནས་ཨ་ནི་སོ་སོས་འདི་ལྟར་ན་ལུས་རྟེན་ཆེན་པོ་མི་ལུས་རིན་པོ་ཆེ་འདི་ཆུད་ཟོས་འགྲོ་གི་མ་རེད། ད་འདི་མི་ལུས་རིན་པོ་ཆེ་ད་འདི་ནས་ཐོབ་དཀའ་བ་རྙེད་དཀའ་བ།

ད་རྒྱུའི་སྒོ་ནས་ཉེ་བར་དགའ་བ་རེ་བཞག་ད། རྒྱུའི་སྒོ་ནས་ད་རྒྱལ་བ་ཕུན་ཚོགས་མ་བསགས་ན་མངལ་དུ་མ་བྲོས་ན་བདག་འདི་ཐོ་ཡ་རེ་མི་འདུག། གྲངས་ཀྱི་སྒོ་ནས་ཟེར་ན་ངན་སོང་གསུམ་གྱི་སྐྱེ་བ་ཟད་ད་ག་ཚོད་ཐོབ་ཐོབ་རེ་ག་ཚོད་སྐྱེ་བ་ལེན་ལེན་རེ་ས་ཆེན་མོ་གང་གི་རྡུལ་ནང་བཞིན་རེ་ཆ་མིས་ཟེར་མི་ལུས་ཙམ་པོ་ཙམ་ཟད་དེ་ཡང་དཔེ་མི་ཆེ་ཐོག་པའོ་ལག་པ་སེན་མོའི་སྟེང་གི་རྡུལ་ཕྲན་འདྲ་བོ་ཅིག་དཔེ་མི་ཆེ་རྙེད་དཀའ་བོ་འབྱོར་དཀའ་བོ་རེ་བཞག་ད་དཔེ་མི་སྲིད་གི་མི་ལུས་རིན་པོ་ཆེ་ཟེར་ན་དཔེ་ག་རེ་རྙེད་དཀའ་བ་རེ་བཞག་ད་ད་ནི་ང་ཐོབ་པ་དེ་ཧ་ཅང་ཡག་པོ་རེད་འདུག་དཔེ་ཡག་པོ་རེད་འདུག་བསམ་ཡས་ད་ཡང

ཚོགས་གསོར་མ་ཡག་པོ་ཅིག་བསགས་པའི་མཐུ་ལ་འདིར་འདང་ང་དང་ཐོབ་ཤ་ཟིན་ད་འདི་ནི་ཡང་དང་ད་ཞོགས་པའི་རྔ་པོ་ཐུན་གཅིག་འགྲོ་ནས་ཡང་འདི་ཡང་བསམ་བློ་བཏང་བསྡད་རེད་དེ་ནས་ཞོ་ཐུན་གཉིས་པ་དེ་ལ་དེ་ནས་ཡང་ཆུ་ཚོད་ད་ཆུ་ད་གང་ད་འདི་ཐུན་བཏང་གོ་བས་ན་ར་ཞོགས་པའི་ཆུ་ཚོད་བཞི་པ་འདྲ་བ་ཅིག་ཡར་བླངས་ད་ཐུན་དང་ཆུ་དྲུག་པ་བར་དུ་ཐུན་གཅིག་དང་ཡང་འདི་ཡང་བསམ་བློ་བཏང་བསྡད་རེད་ཡང་དང་ཡང་དུ་དྲན་པ་བླངས་དྲན་གསོ་བླངས་བསྡད་རེད་བ་དེ་ནས་ཆུ་ཚོད་དྲུག་པ་ལ་དེ་ཐུན་འགྲོ་ལ་ཡང་ཆུ་ཚོད་བརྒྱད་པ་ནས་ཡང

ལགས་སོ། ད་བདག་ཅོ་ཀོ་ལ་ཞུས་འདི་ཙམ་ཡིན་ད། ད་འདི་ནང་ལ་ཡང། ཆེ་བརྡུང་དང་ལ་སོགས་པ་དང་ད་ཆད་ལག་དང་ཡང། ཚིག་མང་རྐྱང་ཡང་དུ་འདོད་ཡོན་མང་པོ་སོང་བསྡད་ཡོད་ཟེར་དྲན་གྱི་འདུག་རང། ད་འདི་སོང་བ་ཡིན་ན་ད་གང་ཡང་མི་འདུག་རང། ད་དགོངས་དང་ཞུས་ཡིན་ད་སྟེ་ལེགས་འདི་རིང།